དེ་ནས་རྒན་དོག་ཞེས་པ་ལ་ཡང་སླར་ཡང་འཚམས་འདྲི་ཞུ་གི་ཡོད། ད་ད་གིན་ང་ཁ་སང་ང་ཚོ་ག་བ་ལེར་ཟིན་ན་ཁྲི་ཙམ་དེ་ལེའུ་གཉིས་པ་བཙུན་མོའི་འཁོར་དུ་རོལ་བར་གྱིས་དེ་ནི་བཙུན་མོའི་འཁོར་དུ་རོལ་བའམ་ཡང་ན་བཙུན་མོའི་འཁོར་དུ་གནས་པར་གྱིས་དེ་འདྲ་ལེའུ་གཉིས་པ་དེ་ཁྲི་ཙམ་ཤོ་ལོ་ཀ་ཚིགས་བཅད་དྲུག་པ་སྟེ། ལྷག་བསྡད་ཡོད། ཁྱད་མཚར་ཁ་སང་སྔོན་ལ་ཡང་ཚིགས་བཅད་ལྔ་འགྲོ་བ་རེད་རྒན་ལགས་ཀྱིས་ཚིགས་བཅད་ལྔ་པ་དེ་ནི་མཚམས་སྦྱོར་དང་སྦྲགས་བྱས་ཏེ་ནི། དེ་རིང་གི་འཆད་ཁྲིད་འདི་མུ་མཐུད་ནས་ཡང་འགོ་བཙུགས་རོགས་གནང་བྱིན་འཇམ་འཇུག་ཞུ་ཡ་ཡིན་ཐུགས་ཆེ་གནང། ངོ་ལ་སོ་ནེ་ད་འདི་ངོ་ལ་ག་རེ་རེད་ང་ད་སངས་རྒྱས་འཁྲུངས་པ་ནས་བཟུང་སྟེ་ད་རྒྱལ་ཚིགས་རྣམས་ལ་རྒྱལ་པོ་དེ་མངའ་ཐང་རྒྱས་པ་རེད་མངའ་ཐང་རྒྱས་པ་དེ་ཡང་ད་ནོར་འཕེལ་བ་དེ་ནས་གླང་ཆེན་རྙེད་པ་དེ་ནས་རྟ་རྙེད་པ་དེ་ནས་གྲོགས་པོ་གྲོགས་པོ་རྙེད་པ་གྲོགས་པོ་ཤེས་ཡོན་རྙེད་པའོ་འདི་འདི་འདྲའི་བྱུང་བཤད་ཡོད་རེད་ད་དེ་དེ་དྲུག་པ་དེ་རྣམས་ལ་ཤེས་ཡོན་དུ་འདི་ཐོབ་སོ་གྲོགས་པོ་འདི་འདྲ་སོ་འདི་བཤད་ཡོད་ད་འཛམ་བུ་གླིང་རྣམས་ལ་ང་ཚོ་ལ་འདི་མི་སུན་མ་དང་ཡོད་མ་རེད་ཡང་ན་འདྲ་རེད་ཡང་ན་གྲོགས་པོ་རེད་ཡང་ན་ཕུང་གསུམ་པ་དང་དཀྱུས་མ་ལ་བཏང་སྙོམས་གནས་མཁན་ཞིག་ཡོད་ད་མི་གསུམ་ཡོད་པའི་ནང་ད་མི་གསུམ་ཀར་ག་རེ་ལུགས་ཆ་ཤས་ལ་ན་མི་མི་ཞིག་ཡིན་ན་སོ་སོའི་སྐྱེ་བོ་ཞིག་ཡིན་ན་ད་འདི་ལ་ཁོ་ལ་རིགས་གསུམ་ཞིག་ཡོད་ད་ཁོ་ལ་ཡང་ན་གྲོགས་པོ་ཡོད་རེད་ཡང་ན་ཁོ་ལ་དགྲ་ཡོད་རེད་ཡང་ན་བཏང་སྙོམས་གནས་མཁན་གྱི་མི་ཞིག་ཡོད་རེད་དེ་བར་མ་བར་མ་ཞིག་ཡིན་ན་རྒྱལ་པོ་ཟས་གཙང་མ་ལ་དེ་འདྲ་ཡོད་མ་རེད་རྒྱལ་པོ་ཟས་གཙང་མ་ལ་གསུམ་ཡོད་པའི་ནང་གནས་སྟངས་གཉིས་མ་གཏོགས་ཚང་གི་ཡོད་མ་རེད་དགྲ་དེ་ཡོད་མ་རེད་ལ་ད་འདི་ལ་ཤེས་རྒྱུ་རེད

ཨ་དོ་ཨ་སེ་པག་ཆོ་དོ་ཨ་སེ་ལ་མ་ཐེ་ལ་དོ་པག་ཆོ་ཨ་ཆོག་གཉིས་མ་དོ་ཡོད་མ་རེད་ཡང་ན་ཡང་ན་བར་པ་ལ་རྒྱུ་བའི་ཆོག་ཡང་ན་ཤེས་ཡིན་དུ་རྒྱུ་བའི་ཆོག་དེ་མ་དོ་གཞན་པ་གསུམ་པ་དེ་ཡོད་མ་རེད་གསུམ་པ་དེ་ག་རེ་ལབ་ན་ད་འདྲ་ཡིན་པ་དེ་ཡོད་མ་རེད་དེ་དེ་ཡོད་ལ་རེད་དེ་ཡི་དགྲ་བོ་དབུས་ནས་ཉིད་དུ་སོང་གྱུར་པ་དབུས་ནས་གྱུར་པ་རྫ་ཤེས་ཉིད་དུ་རབ་ཏུ་སོང

མདོ་དབུས་དཔག་ཆེ་བོ་ཕྱོགས་རྣམ་པ་གཉིས་རེད། ཨ་པ་ར་ཧ་གཞན་པ་ཕྱོགས་གཞན་པ་ཞིག་ཕུང་གསུམ་པ་ཞིག་ན་ཨ་ས་ཡོད་མ་རེད། ད་འདི་གི་ད་ཤེས་ཡོན་ཤེས་ཡོན་ཚང་མ་ཤེས་ཡོན་དུ་གྱུར་སོང་འདི་ཤེས། ད་འདི་ན་ཤེས་ད་རྒྱལ་པོ་འདི་གི་ལུང་པ་འདི་ལ་ཁྱག་དུ་འཛུགས་ཀྱི་ཆར་པ་ཏག་ཏག་བབས་རེད་ད། ཁྱག་བབས་དུས་དུས་སུ་དུས་དུས་སུ་ཡུལ་ཡུལ་ཡུལ་ཡུལ་དང་དུས་འཚམས་པར་ཆར་པ་བབས་པ་རེད།

ཆར་བ་ཕོག་ཏིག་ཙམ་པ་ལ་སེར་བ་བཏང་ཡོད་མ་རེད་རྡོ་ཡི་རྡོ་ཡི་ཆར་དང་རྡོ་རྒྱ་ཡོད་མ་རེད་ཨ་བི་ན་བི་ན་མ་གཏོགས་གཞན་པ་གཞན་དུ་ཨ་ཤ་མ་བར་ཤ་ཨ་ཤ་མ་བར་ཤ་ལབ་ན་རྡོ་ཡི་ཆར་རྡོ་ཡི་ཆར་ལ་ཡ་དེ་ག་རེ་ལ་གོ་གི་ལབ་ན་ང་ཚོ་ཡི་སེར་བ་བཏང་ཡོད་ར་སེར་བ་བཏང་ཡོད་ལ་རྡོ་ཡི་ཆར་སེར་བ་ལ་གོ་གི་རེད་སེར་བ་བཏང་ཙམ་པ་ད་སྟོན་ཐོག་ཏུ་ཚང་མ་ཤི་འགྲོ་གི་རེད་སྟོན་ཐོག་ཏུ་འཇོམས་རྒྱུ་རེད་ད་དེ་ཡིན་ཟེར་སེར་བ་བཏང་ཡོད་མ་རེད་ད་དེ་ནི་བཞིན་དེ་ལ་ག་རེ་རེད་ཨ་ཤ་ནི་པ་ད་ཨ་ཤ་ནི

ད་དེ་ལ་ག་རེ་ལ་མན་ད་ཨ་ནི་ལ་ད་དེ་དེ་ཨ་ནི་ལ་ལ་རླུང་རླུང་དལ་པོ་རྒྱས་པ་རླུང་ཤུགས་ཆེན་པོ་ཡོད་ན་ད་ཆར་བ་དྲག་པོ་ད་ཡག་པོ་ཚིག་གི་ཡོད་མ་རླུང་དལ་པོ་ཡི་དེ་དྲང་པའི་གི་ཆར་པ་རླུང་དལ་པོ་ཡོད་དེ་པ་དེ་ནས་ཨ་ཅིན་པ་གི་སྒྲ་དང་ཡོད་དེ་པ་འབྲུག་སྒྲ་སྒྲོག་པའི་གི་སྒྲ་དང་དེ་པའི་གི་ལྷ་ད་ལྷ་དེ་ག་ནི་འགྲོ་རེ་ལ་ན་ད་དེ་ཆར་པ་ད་ངེན་གི་ལྷ་དེ་ད་དཔེར་ན་ལྷ་ལྷ་ཞིག་ཡིན་ན་རྒྱན་ཆ་ཡོད་ར་རྒྱན་ཆ་དེ་ཨ་ལུང་དུ་སོ་གོ་ར་ཡ

དེ་བཞིན་དུ་ནི་འདི་ཡི་འཇམ་རླུང་འབྲུག་གི་སྒྲ། གློག་གི་ཕྲེང་བ་འཁྱིལ་བ་ཡིས་ནི་བརྒྱན་པའི་སྤྲིན། རྡོ་དང་རྡོ་ཆར་དང་ནི། ལྷོག་རླུང་ཉེས་པ་རྣམས་ཀྱིས་གཞན། ཡུལ་དང་དུས་ལ་ལྷ་ཡི་ཆར་བ་ཕམ་པར་འགྱུར། ད་དེ་ཨ་བྷ་ལ་དེ་དེའི་སྐབས་སུ་སྤྲིན་ལ་གོ་གི་འདུག་ནམ་མཁའ་མ་རེད་བཞག་སྤྲིན་ལ་གོ་གི། ད་དེ་དེ་ཞེས་དེ་ད་ཐ་ད་རེ་ནས་ཞུ་ད་ཐ་ཨ་སེ་དེ་ཡིན་རྒྱལ་པོ་དེ་ཡིན་ལུང་པ་ལ་ད་ལུང་པ་དེ་མ་བྱ་གོ་ར་མ་འདའ་ཨ་ནི་ལ་མེ་ག་ཤབ་ད་མ་འདའ་ལ་ན་འཇམ་འཇམ་པ་རྩུབ་པོ་མ་ཡིན་པ་ཨ་ནི་ལ་རླུང་འཇམ་པོ་མེ་ག་ཤབ་ད་སྦྲུལ་གྱི་ད་ཡིན་ཡོད་དེ་པ་སོའུ་ད་མེ་ནི

ཨ་ལ་བ་དེ་བོ་དང་ལྡན་པའི་གི་དོན་དང་བསྐྱེད་པ་ནས་དོན་དོ་དེ་ག་རེ་ལ་ན་ཡ་ཐ་རི་དུ་ཨ་ལ་བ་ཡ་ཐ་རི་དུ་ཡ་ཐ་རི་དུ་དེ་དོན་ནས་ཡ་ཐ་དུ་ཆ་རེ་ཡ་ཐ་དུ་ལ་ན་དུས་དང་མཐུན་པ་དུས་སུ་དུས་སུ་ལ་པ་པི་གི་ད་དུས་དུས་ལ་པ་པི་གི་དོན་དོན་དོན་དོན་དང་དང་བསྐྱེད་པ་རེ་དེ་སྐྱེད་དང་སྐྱེད་རུང་དང་ག་རེ་ལ་ན

ཨ་ད་ཨེ་བ་ཨོ་ཤ་ད་ཡ་མན་དེ་ག་རང་ད་སྔ་མ་སྐྱེས་བསྡད་པའི་གི་སྔ་མ་ད་གལ་སྲིད་སྟོན་ཐོག་ཏུ་སྐྱེས་ཡོད་ན་སྟོན་ཐོག་སྐྱེས་བསྡད་པ་དེ་ག་རང་སྟོན་ཐོག་སྐྱེས་བསྡད་པ་དེ་ག་རང་ག་རེ་རེད་ལ་སེ་ན་བཅུ་ལ་ས་ལ་མ་བཅུ་དེ་ནས་ས་ར་སྙིང་པོ་བཅུ་དང་སྙིང་པོ་གང་ཅི་ཐོན་ནས་ཀྱང་ཨ་བི་ཨ་དི་ཀ་བ་བུ་ཨ་དི་ཀི་ལམ་ན་ད་ཨ་དི་ཀ་ལམ་ན་ད་ལྷག་པར་བཅུ་ཡིན་ན་ལྷག་པ་སྙིང་པོ་ཡིན་ན་ལྷག་པ་དེ་འདི་ཞིག་བ་བུ་འགྱུར་བ་རེད་སྟོན་ཐོག་དེ་ཡང་དུས་དང་མཐུན་པ་བསྐྱེད་པ་རེད་གང་བསྐྱེད་པའི་དགེ་འདུན་ད་ཅི་ཞིང་དུ་འདོན་ཡང་འབད་ནུས་པ་དང་རོ་དང་གནས་འདི་ཚང་མ་ལྷག་པོ་ཡོད་དེ་ཡོད་པ་ཞིག་ཆགས་པ་རེད། གཞན་གྱི་ལས་ཀྱིས་ངལ་དུབ་བྱས་པ་ཉུང་ངུས་སུ་ཀྱང་ད་དེ་ལ་མེད་པ་ལ་དེ་ཉུང་ངུ་ཡི་དོན་དག་ལ་འགྱུར་དོ། ད་སྐྱོན་དང་ཡོད་མ་རེད་ག་རེ་ཅི་ལབ་ན་ད་མེད་པ་མེད་ལབ་ན་ཉུང་ངུ་ཉུང་ངུ་ཡོད་པ་ལ་མེད་ལ་ཡ་གི་དོན་དག་གོ་ཡ་ཡིན་སྲིད་ཀྱི་ར་དེ་ཡིན་ད་བོད་སྐད་ལ་ཉུང་ངུ་རྒྱུ་ཆགས་པ་ད་དོན་གྱི་ཆ་ནས

དུས་ཀྱི་དབང་གིས་དུས་ཀྱི་དབང་གིས་ལ་ད་དུས་ལ་འདོད་ནས་དུས་དུས་ལ་ཏག་ཏག་དུས་ཏག་ཏག་ལ་ད་དུས་ཏག་ཏག་ལའི་སྐབས་སུ་ད་གཅིག་བྱེད་པོ་ཅན་སྤུ་གུ་ཀའི་གི་དུས་མ་ལོན་པར་འགྲོ་བ་དང་ཡང་ན་ཕྱི་ཡས་ལ་ལ་སོགས་པ་དང་ཡང་ན་ཡང་སྤུ་གུ་ཀའི་ཧན་གྱི་ཨ་མ་ཁོ་ན་ཡང་ལོ་ཆུང་དྲགས་པ་དང་རྒན་པ་དང་ལ་སོགས་པ་ད་དེ་འདྲའི་གི་མ་ཡིན་པར་དུས་ལ་ཏག་ཏག་དུས་ཀྱི་དབང་གིས་འཁོར་ཅག་འདི་རེས་བསྐྱེད་པ་རེད།

སོགས་ལ་ད་དོན་དུ་གཉེར་གྱི་ཡོད་མ་རེད་སོགས་ལ་བཏབ་ཀྱི་ཡོད་མ་རེད་ད་འོ་ན་འདི་ནང་བཞིན་འདི་ནང་བཞིན་ད་སློང་མཁན་དེ་ཚུད་རེད་ད་ཐུགས་ཤུགས་ལྡན་མཁན་ད་འཕགས་པ་འདུ་རང་ཡ་འཕགས་པ་འདུ་འདུ་ལ་ད་ནོར་ཉུང་ཉུང་མ་གཏོགས་ཡོད་མ་རེད་ནོར་ཉུང་ཉུང་ཞིག་མ་གཏོགས་ཡོད་མ་རེད་ཡིན་ན་འདི་ཚོ་ལ་གལ་སྲིད་གཅིག་ཞུ་བ་བརྒྱབ་ན་ཞུ་བ་བརྒྱབ་ན་འདི་ཚོ་གིས་ང་ལ་ནོར་ཉུང་ཉུང་མ་གཏོགས་མེད་ན་མ་སྤྱད་པ་དེ་འདྲས་མ་རེད་བརྒྱབ་ཀྱི་ཆོག་ཡོད་མ་ལམ་སང་སྤྱད་རྒྱུ་རེད་ཨ་བེར་དེ་དང་ཨ་བེར་དེ་ལ་ན་སློང་བརྒྱབ་ན་ཞུ་བ་བརྒྱབ་ན་ཤུགས་མ་ད་ན་ཨ་བི་ཅཱ་ཨར་ཡ་ཤུགས་མ་ད་ན་ཤུགས་མ་ལ་ན་ཆ་བོ་ཉུང་ངུ་ཐ་ན་ནོར་ཉུང་ངུ་ཡོད་དེ་པ་སུ་ནོར་ཉུང་ངུ་ཡོད་དེ་གིན་སུ་རེད་ལབ་ན་ཨ་རི་ཡ་འཕགས་པ་འཕགས་པ་ནོར་ཉུང་ངུ་ཞིག་ཡོད་པ་ལ་ཡང་གལ་སྲིད་ཞུ་བ་བརྒྱབ་ན་དོན་དུ་གཉེར་བ་ཡིན་ན། ད་ལྟ་ན་བཀའ་སྤྱི་བི་མུ་ཁོ་བ་པུ་བ། ད་ལྟ་དེའི་ཚེ་བཀའ་སྤྱི་སུ་ཡིན་ན་ཡང། བི་མུ་ཁ་བི་མུ་ཁ་ལབ་ན་རྒྱབ་སྐྱོར་ཆོག་པ་རྒྱབ་སྐྱོར་ཆོག་པ་ལ་ཡང་སྐབས་སུ་ཡ་མེད་ཏང་ཨུའི་དོན་དག་ར། ཨ་ནི་ན་བ་བུ་བ་རྒྱབ་སྐྱོར་ཆོག་པ་འགྱུར་ཡོད་མ་རེད། ཚང་མ་གིས་དེ་ནི་ལེན་ལེགས་ཡོད་རེད། སྟོན་ཤུགས་ལྡན་ནམ་མ་གཏོགས་ནོར་རྫས་དམན་ན་ཡང་མི་རྣམས་ཕ་རོལ་རྣམས་ལས་དོན་དུ་གཉེར་མི་བྱེད། ཕ་རོལ་པོ་ནི་ད་ཅིག་སློང་གི་ཡོད་མ་རེད་དོན་དུ་གཉེར་གྱི་ཡོད་མ་རེད། མངོན་པར་དོན་དུ་གཉེར་ལ། འཕགས་པ་ནོར་ཕྲ་ཡང་འཕགས་པ་ནོར་ཕྲ་བོ་ཞིག་ཡོད་ན་ཡང་གལ་སྲིད་དོན་དུ་གཉེར་བ་ཡིན་ན་སློང་བརྒྱབ་པ་ཡིན་ན

དེའི་བརྡས་མཚམས་བཞག་གིན་གི་ལ། ཏག་ཏག་གི་ངང་དུ་ཚིགས་བཅད་དྲུག་པ་འདི་ནས་ཚིགས་བཅད་བཅུ་བར་དུ་བར་དུ་ཕྱེ་འབྲི་གནང་བ་འདི་དོན་དག་མདོར་བསྡུས་རུ་ཞུས་བ་ཡིན་པ་ན་ཚིགས་བཅད་དྲུག་པ་འདིའི་ནང་ལོ་ལ་ཡར་ད་རྒྱལ་པོ་ཟས་གཙང་མ་ལ་ཡར་གཞོན་ནུ་དོན་དྲུག་སྐུ་བལྟམས་པ་དེ་ནས་འདི་ནི་དགྲ་རྣམས་ཀྱང་འདི་ནི་བཏང་སྙོམས་སུ་གྱུར་བ་དང་བར་མར་གྱུར་བ་དང་བར་མ་རྣམས་ཀྱང་ཡང་གར་སེར་ན་འདི་ནི་གྲོགས་སུ་སོང་བ་དང་གྲོགས་རྣམས་ཀྱང་འདི་ནས་ཡང་བློ་ཐུབ་པའི་གྲོགས་སུ་གྱུར་བ་བསྟན་པའི་གྲོགས་སུ་གྱུར་བ་སོགས། ག་རེ་ཟེར་བ་རེད་སྙན་ངག་གི་རྒྱན་ཕུན་སུམ་ཚོགས་པ་སྒོ་ནས་བསྟན་གནང་སོང་དེ་ཙམ་མ་ཟད་འདི་ནི་ལྷ་རྣམས་ཀྱིའང་དུས་དུས་སུ་ཆར་འབབ་པ་དང། ཞིང་ལས་ལ་དེ་ཚོ་ཞིང་ཁ་ལ་སོགས་པ་དང་འབད་རྩོལ་མེད་པའི་སྒོ་ནས་འབྲས་ལྡན་གྱི་ཁར་ས་འབྲས་བུ་དང་ལྡན་པའི་གྱི་སྟོན་ཐོག་ཕུན་སུམ་ཚོགས་པ་སྐྱེས་པ་དང་སྨན་རྣམས་ཀྱང་ནུས་པ་དང་མཐུ་དང་ལྡན་པར་གྱུར་བ་དང། སྦྲུམ་མ་རྣམས་ཀྱང་གནོད་པ་མེད་པར་ཕྲུ་གུ་བཙས་བ་དང་ར་བ། དེ་ག་ནང་བཞིན་གྱི་འདི་ནི་སྦྱོར་བ་ཤིན་ཏུ་དམན་པ་ཡིན་པ་ཡིན་ན་ཡང་རང་ཉིད་ཀྱིས་གར་ཟེར་བ་དང་ཆེ་བ་མ་བཀླགས་པར་གར་ཟེར་ན། སློང་མི་རྒྱག་པ། བརྟུལ་ཞུགས་དང་ལྡན་པ་རྣམས་དང་དགེ་སྦྱོང་དགེ་སྦྱོང་དེ་ཚོ་ཡིན་པ་ཡིན་ན་དང་རྒྱུ་ནོར། ཆུང་ཆུང་མེད་པ་ཡིན་པ་ཡིན་ན་བརྟུལ། མེད་པ་ཡིན་པ་ཡིན་ན་གར་ཟུག་ར་དེ་ནི་སྦྱིན་པ་ལ་རབ་ཏུ་སྤྲོ་བའོ་དེ་འདྲ་གི་དེ། དང། སངས་རྒྱས། སྐུ། འཁྲུངས། འཁྲུངས་བ་དེ་ནི་དེ་ནི། གསེར་གྱི་གྲོང་གསེར་གྱི་གྲོང་ལ་ཡང་ངོ་མཚར་གྱི་ལྟས་གང་དང་གང་གང་དང་གང་བྱུང་བའི་དེ་ཚོ་ཞིག་ཤེས་ཤིང་ཕྲ་བར་བྱས་ཀྱི་སྙན་ངག་གི་ལམ་ནས་མ་བརྗོད་པ་ན་སོང།